བརྒྱ་དང་གསུམ། བོད་མིའི་འདུ་ཤེས་དང་མི་བཟང་གི་གཅེས་ནོར། ང་རང་ཚོ་བོད་པ་ཡིན་བསམ་པའི་འདུ་ཤེས་མ་བརླག་པ་བྱེད་དགོས། ས་གནས་དང་སྤྱི་ཚོགས་གང་དང་གང་དུ་ཡོད་ཀྱང་བོད་པ་ཡིན་བསམ་པའི་འདུ་ཤེས་མ་བྲལ་བ་དང། གལ་ཆེ་ཤོས་མི་བཟང་པོ་ཞིག་བྱེད་དགོས། ད་ལྟ་བར་དུ་ལུང་པ་གང་དུ་ཡིན་ན་ཡང་བོད་པར་སྨད་ར་གཏོང་མཁན་ཧ་ལམ་མེད་པ་ལྟ་བུ་རེད། དེ་ནི་བོད་པར་རྒྱུ་ཡོད་ནས་བསྟོད་ར་བཏང་བ་མིན་ལ། བོད་པར་དབང་ཡོད་ནས་བསྟོད་ར་བཏང་བ་ཡང་མིན། བོད་པར་གཤིས་ཀ་བཟང་པོ་ཞིག་ཡོད་པའི་ཆ་ནས་བསྟོད་བསྔགས་དེ་ཡོང་གི་ཡོད། དེས་ན་མི་བཟང་པོའི་ཡོན་ཏན་དེ་ང་རང་ཚོའི་གཅེས་ནོར་རྩ་ཆེ་ཤོས་ཡིན་བསམ་པའི་ཐོག་ནས་བདག་པོ་རྒྱག་རྒྱུ་གལ་ཆེན་པོ་རེད། གཟབ་གཟབ་མ་བྱས་ན་ད་ལྟ་བོད་པར་མི་ཚོས་དགའ་ཞེན་བྱེད་པ་དང་བསྔགས་བརྗོད་བྱེད་པར་མངོན་པར་འདོད་ཡུལ་དེ་ག་ལེར་ཞབས་འདྲེན་ཞུ་མཁན་ཞིག་ཆགས་ན་ཤིན་ཏུ་ཐབས་སྐྱོ་པོ་རེད། བསྟོད་བསྔགས་ཡོང་བ་བྱ་རྒྱུ་དེ་ལས་སླ་པོ་མིན་ཞིང། ཞབས་འདྲེན་ཞུ་རྒྱུ་དེ་ལས་སླ་པོའི་ཐོག་ནས་ཡོང་རྒྱུ་ཞིག་རེད། དེ་ལྟར་ཡིན་སྟབས་ཚང་མས་གཟབ་གཟབ་བྱེད་དགོས། སོ་སོས་རྒྱུན་དུ་དྲན་ཤེས་བརྟེན་ནས་བོད་པ་ཡིན་བསམ་པའི་འདུ་ཤེས་མ་བྲལ་བའི་ཐོག་ནས། བོད་པའི་མིག་དཔེ་འོས་པ་ཞིག་དང་མིག་དཔེར་འོས་པའི་བྱ་བ་བཟང་པོ་བྱེད་རྒྱུ་དེ་ཤིན་ཏུ་གལ་ཆེན་པོ་རེད། སོ་སོ་རང་ཉིད་ཀྱིས་དེ་ལྟར་བྱས་པས་མ་ཚད་སོ་སོའི་ཁྱིམ་ཚང་ནང་ལ་ཡང་བོད་པའི་གཤིས་ཀ་བཟང་པོ་དེ་འཛིན་ཐུབ་པ་ཞིག་དང་སོ་སོའི་བུ་ཕྲུག་མི་རབས་གསར་པ་རྣམས་ལ་ཡང་དེ་ལྟ་བུའི་བཟང་པོའི་གོམས་གཤིས་བརྒྱུད་སྤྲོད་བྱས་ཏེ། སྔར་རང་ཚོའི་མི་ཐོག་འདི་རྫོགས་པའི་རྗེས་ལ་མི་ཐོག་གསར་པ་དེ་རྣམས་བོད་པ་སྤུས་གཙང་མིག་དཔེར་འོས་པ་མུ་མཐུད་ནས་ཡོང་ཐབས་ལ་ཚང་མས་བསམ་བློ་གཏོང་དགོས། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ཟླ་བ་བརྒྱད་པའི་ཚེས་བཅོ་ལྔ་ཉིན་ཨ་རི་ནེའུ་ཡོག་ཏུ་ཉེ་འཁོར་ནས་བཅར་རྩོམ་བོད་མི་སུམ་སྟོང་སྐོར་ལ་བསྩལ་བའི་བཀའ་སློབ། བརྒྱ་དང་བཞི། ཨ་རིར་བསྐྱོད་ཐབས་དང་ཐུགས་ཕམ་གྱི་གནས་ཚུལ། བར་སྐབས་ཀྱི་གནས་ཚུལ་ལ་ཞིབ་འཇུག་བྱས་པའི་སྣང་ཚུལ་ལ་གཞིས་ཆགས་ནང་གི་གཞོན་སྐྱེས་སློབ་སྦྱོང་ག་ལ་གང་འཚམ་ཡོད་པ་ཞིག་ཡིན་ན་ཕྱི་ལོགས་ལ་འཕུར་ནས་འབྲུ་རྩིས་བྱེད་པ་ལས་གཞིས་ཆགས་ནང་ལ་སྡོད་འདོད་དེ་ཙམ་མེད་མཁན་དང། གཉིས་ནས་བར་སྐབས་ཨ་མི་རི་ཀར་གཞིས་ཆགས་གང་ཙམ་འགྲོ་རྒྱུའི་གོ་སྐབས་ཡོང་སྐབས། གཞོན་སྐྱེས་མང་པོ་ཞིག་ཨ་མི་རི་ཀར་འགྲོ་གི་ཡིན་ཟེར་བ་ལས། ང་ཚོ་བོད་པ་བཙན་བྱོལ་བའི་ལྟེ་གནས་ཨ་མ་དེ་རྒྱ་གར་ནང་ལ་ཡོད་པ་དེའི་ནང་ལ་བསྡད་ནས་ཤུགས་རྒྱག་གི་ཡིན་ཟེར་མཁན་ཉུང་ཉུང་ཆགས་ཀྱི་འདུག་དེ་ལ་བློ་ཕམ་གྱི་འདུག་ཚང་མ་ཨ་མི་རི་ཀར་འགྲོ་ཐུབ་ཐབས་མེད། གཞི་རྐང་ཨ་མི་རི་ཀར་ཕྱིན་པའི་བོད་པ་ཚོ་ཡང་ལུང་པ་གསར་པ་ཞིག་གི་ནང་ལ་སླེབས་དུས། རིམ་པས་སོ་སོའི་མི་རིགས་ཀྱི་ཞེན་ཁོག་ལྟ་བུ་སླེབས་ཀྱི་འདུག་རྒྱ་གར་དང་བལ་ཡུལ་ནང་སྡོད་མཁན་ནམ་རྒྱུན་བོད་པའི་ཞེན་ཁོག་དང། བོད་པའི་ལྟ་བ་དེ་ཙམ་མེད་མཁན་དེ་འདྲས། ཨ་རིར་སླེབས་རྗེས་གཞི་ནས་སོ་སོའི་མི་རིགས་ཀྱི་ལྟ་བ་དང་མི་རིགས་ཀྱི་འདུ་ཤེས་གསར་པ་ཞིག་སླེབས་ཏེ་ཡག་པོ་འདུག་ཡིན་ན་ཡང་ང་རང་ཚོ་བོད་མི་བཙན་བྱོལ་བའི་ལྟེ་གནས་ཨ་མ་རྒྱ་གར་ནང་ལ་ཆགས་ཡོད་པ་འདིར་ཤུགས་རྒྱག་དགོས་ཀྱི་འདུག། གཉིས་ནས་སློབ་སྦྱོང་ག་ལ་གང་འཚམ་ཐོན་ན་དེས་བསོད་ནམས་ཀྱི་ལས་ཀ་བྱེད་རྒྱུ་ཧ་ལས་མ་འོས་པས་བཟོ་ལྟ་བུ་བྱེད་པ་དེ་ནོར་འཁྲུལ་རེད། འཛམ་གླིང་ཡར་རྒྱས་ཕྱིན་པའི་ལུང་པ་ཚོའི་ནང་ལ་ཚད་མཐོའི་སློབ་སྦྱོང་ཐོས་པའི་མི་མང་པོ་ཡོད་པ་ཚོས་འཕྲུལ་འཁོར་བེད་སྤྱོད་བྱས་ཏེ་བསོད་ནམས་ལས་ཀ་བྱེད་ཀྱི་ཡོད་པ་ལས་བསོད་ནམས་ཀྱི་ལས་ཀ་ཤེས་ཡོན་མེད་པས་བྱེད་དགོས་པ་ཞིག་མིན། བོད་མི་ཡོངས་རྫོགས་ཤེས་ཡོན་ཅན་བཟོ་དགོས། མི་ཡོངས་རྫོགས་ཤེས་ཡོན་ཅན་ཆགས་པའི་རྗེས་ལ་སོ་ནམ་གྱི་ལས་ཀ་ཤེས་ཡོན་མེད་པ་ཞིག་གིས་བྱེད་དགོས་བྱུང་ན། སྤྱི་ཚོགས་འདིའི་ནང་ལ་སོ་ནམ་གྱི་ལས་ཀ་བྱེད་མི་དགོས་པ་རེད་དམ། དེ་ལྟར་ཡོང་ཤེས་ཐབས་མེད། སློབ་སྦྱོང་ཐོན་པའི་རྗེས་ལ་གཙོ་བོ་ཉག་དཀར་ནང་གི་གཞིས་ཆགས་ས་ཆ་འདི་གའི་སྒང་ལ་ཤུགས་རྒྱག་དགོས། ཤེས་ཡོན་ཡོད་པའི་ལག་རྗེས་ལ་རྣམ་གྲངས་མང་པོའི་ཐོག་ནས་ཡར་རྒྱས་གཏོང་བ་དང། རྣམ་གྲངས་མང་པོའི་ཐོག་ནས་དགོས་མཁོ་སྒྲུབ་ཐུབ་པའི་བསམ་བློ་གཏོང་དགོས་པ་ལས། ཤེས་ཡོན་བྱུང་བའི་མཚམས་ལ་ཕྱི་ལ་ཐོན་འགྲོ་རྒྱུ་རྩ་བ་ཉིད་ནས་མ་རེད། དེ་གནད་འགག་ཆེན་པོ་འདུག། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གོ་ཟླ་བ་དགུ་པའི་ཚེས་གཉིས་གསར་འགྲོ་ཉིན། མཱི་སོར་གཞིས་ཆགས་གསར་རྙིང་གི་མི་དམངས་ལ་སྩལ་བའི་བཀའ་སློབ། བརྒྱ་དང་ལྔ། བཟང་སྤྱོད་ཀྱི་རིག་གཞུང་དང་གྲྭ་རྒྱུན་གྱི་ལམ་སྟོན། དེ་ནས་ངས་འདིར་བརྗོད་འདོད་ཡོད་པ་ཞིག་ལ། ང་རང་ཚོ་བོད་ཀྱི་རིག་གཞུང་ཡ་རབས་བཟང་པོའི་སྤྱོད་པ་ཞེས་པ་འདི་ནི། རྩ་བ་སངས་རྒྱས་ཀྱི་ཆོས་དང་འབྲེལ་བ་ཡོད། ཚང་མས་ལས་རྒྱུ་འབྲས་ཟེར་བའི་སྐད་ཆ་ཤོད་ཀྱི་ཡོད་ཀྱང་དེ་ཙམ་གྱིས་སངས་རྒྱས་ཀྱི་ཆོས་འཛིན་སྐྱོང་སྤེལ་གསུམ་བྱེད་པའི་ནུས་པ་འདང་གི་མ་རེད། སངས་རྒྱས་ཀྱི་ཆོས་འཛིན་སྐྱོང་སྤེལ་གསུམ་བྱེད་པ་ལ་སློབ་སྦྱོང་བྱེད་དགོས་ལ། སློབ་སྦྱོང་བྱས་པ་དེ་ལག་ལེན་བསྟར་ནས་ཉམས་ལེན་བྱས་ཏེ་མང་དུ་ཐོས་པའི་ལུང་གི་ཡོན་ཏན་ཡོད་པ་དང། ཚུལ་བཞིན་བསྒྲུབས་པས་རྟོགས་པའི་ཡོན་ཏན་ཡོད་པ་དེ་ལྟ་བུ་ཞིག་གི་སྟེང་ནས་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་དགོས། འདི་ལྟར་བྱེད་མཁན་ནི་གྲྭ་ས་ཁག་དང་རིས་མེད་ཆོས་སྒར་ཁག་ནང་སློབ་སྦྱོང་བྱེད་མཁན་འདི་དག་ཡིན། ཁོང་ཚོས་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་གཏིང་ཟབ། འཛམ་གླིང་འདིའི་སྟེང་དུ་ངོམ་རྒྱུ་ཡོད་པའི་གཞུང་ལུགས་རྣམས་ལ། ལོ་བཅོ་ལྔ་ཉི་ཤུ་སློབ་སྦྱོང་བྱས་ཏེ་བསྟན་པའི་རྩ་བ་འཛིན་གྱི་ཡོད། ཡིན་ན་ཡང་ཐབས་སྐྱོ་བ་ཞིག་ལ། སློབ་གཉེར་བྱེད་སའི་ལྟེ་གནས་ཁག་ནས་ལོ་ནས་ལོ་བགྲེས་སློབ་སྦྱོང་བྱེད་མཁན་གྲས་ལ་མི་ཚང་གྲགས་པའི་ཕྲུ་གུ་གཏོང་གི་མེད། དེང་སང་གདན་ས་སེ་འབྲས་དགའ་གསུམ་དང་བཀྲ་ཤིས་ལྷུན་པོ། ད་ལྟ་འདིར་རྙིང་མའི་ཆོས་སྒར། དཔལ་ནོར་རིན་པོ་ཆེའི་དགོན་པ་སོགས་སློབ་གཉེར་ཡོད་པའི་དེ་དག་གི་ནང་ལ་སློབ་གཉེར་བྱེད་མཁན་ཕལ་མོ་ཆེ་བོད་ནས་གསར་འབྱོར་དང། ཡང་ན་ལ་དྭགས་ཁུལ་ནས་ཡོང་བ། འབྲུག་དང་འབྲས་ལྗོངས་ཁུལ་ནས་ཡོང་བ་བཅས་ཀྱི་ཕོན་ཆེན་པོ་བྱུང་བ་ལས། ང་རང་ཚོ་གཞིས་ཆགས་རང་གི་ནང་ནས་སློབ་སྦྱོང་མཐར་བསྐྱལ་ནས་ཐོན་མཁན་ཁ་ཤས་ཙམ་ལས་ཤིན་ཏུ་ཉུང་ཉུང་རེད། མིག་ལྟོས་དེ་ཡག་པོ་མི་འདུག་ང་རང་ཚོ་བོད་མི་སློབ་ཕྲུག་ཚང་མ་གྲྭ་པ་བྱེད་དགོས་དོན་མེད། ད་ལྟའི་ཆར་བོད་མི་ཉུང་ན་མི་འགྲིག་པས་བོད་མི་མང་ཙམ་བྱས་ན་ལེགས། འོན་ཀྱང་སློབ་ཕྲུག་ཚོའི་ནང་ཆོས་ཀྱི་བག་ཆགས་ཡོད་པ། ཆོས་དད་ཀྱི་ཐོག་ལ་དོ་སྣང་ཡོད་པ་དེ་ལྟར་ཏན་ཏན་ཡོང་མདོག་ཁ་པོ་རེད། འདི་ཚོའི་རིགས་ལ་ཆུང་ཆུང་སྐབས་ནས་ལམ་སྟོན་བྱས། ཆོས་ཀྱི་བག་ཆགས་ཕྲན་བུ་ཡོད་པ་དེ་མ་ཉམས་པའི་ཐོག་ནས་ག་ལེར་རིས་མེད་ཆོས་སྒར་ཚོའི་ནང་ལ་ཞུགས། ཆོས་ཀྱི་སློབ་སྦྱོང་མཐའ་བསྐྱལ་ནས་སློབ་སྦྱོང་ཐོན་ཐུབ་པ་ཞིག་དགོས་ཀྱི་འདུག་ང་རང་ཚོའི་བུ་གཟུགས་ཁང་ཡས་མས་དང། སློབ་གྲྭ་ཁག་ནང་ལ་ཡོད་མཁན་གྱི་ཕྲུ་གུ་ཚོས་སློབ་གྲྭའི་ནང་ལ་སློབ་སྦྱོང་བྱས་ནས་ཕྱིན་པ་ལས། གདན་ས་ཁག་དང་རིས་མེད་ཆོས་སྒར་ཁག་ནང་འཛུལ་ཏེ་ཆོས་ཀྱི་བསླབ་པ་སློབ་གཉེར་བྱས་ན་མི་འགྲིག་པ་ལྟ་བུ་གང་ཡང་མིན། གཞི་རིམ་གྱི་སློབ་སྦྱོང་ཡོད་པའི་ཐོག་ལ་ཁྱིམ་ནས་ཁྱིམ་མེད་པ་རབ་ཏུ་བྱུང་སྟེ། བཤད་གྲྭ་ཆེན་པོ་ཚོའི་ནང་ལ་བསླབ་པ་སློབ་གཉེར་བྱེད་ཐུབ་པ་བྱུང་ན་ཤིན་ཏུ་ཡག་པོ་ཡོང་གི་རེད། འདི་ཡང་ཁྱེད་རང་ཚོར་ཁྲེལ་དཀྱེལ་བྱས་ནས་གྲྭ་ཆག་བརྒྱབ་པ་ལྟ་བུ་གང་ཡང་མ་རེད། ཁྱེད་རང་ཚོས་མོས་པ་ཡོད་པ་དེ་ལྟར་ཡོད་ན་མོས་པ་དེ་མ་བརླག་པར། དེ་དང་མཐུན་པའི་ལམ་སྟོན་བྱེད་རྒྱུ་དེ་གལ་གནད་ཆེན་པོ་རེད་སྙམ། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་དགུ་ཟླ་བ་དགུ་པའི་ཚེས་ཉི་ཚར་དྲུག་ཉིན། མཱི་སུར་གཞིས་ཆགས་གསར་རྙིང་གི་མི་དམངས་ལ་བསྩལ་བའི་བཀའ་སློབ།